གཙོ་བོ་དེ་ང་ག་རེ་ཞུ་ཉེས་འགྲོ་སོང་རེད་བསམ་པ་ལ་ད་ལྟ་ངེད་ཀྱི་བརྙན་དང་བརྒྱུད་ལམ་མང་པོ་ཞུ་བྱེད་ནི་ཡ། ཁ་ཤས་ཀྱི་ཡ། ང་ངོ་ལོག་གི་ཡ་དེས་ད་ལྟ་ཅིག་ལྟ་ང་ཚོ་ལས་འགུལ་གཞི་ཆ་ཆེན་པོ་ཅིག་སྤེལ་ཏེ་གི་ཡོད་ར། ནས་ཅིག་སྤྱོད་ཚོགས་དྲ་ལམ་གང་ལ་ཡང་ཏིགས་སེ་ནམ་རྒྱུན་ནས་དོན་དེ་གཉིས་ཁ་ཅིག་གི་ཡ། དཔའ་བོ་རང་བཙན་བློ་དགའ་རང་གི་ཆེད་དུ་འགྲོ་གི་ཡོད་ལས་བྱོས་ར། འོ་འོན་ཏེ་ལ་དེ་གཉིས་ཁ་ཅིག་དང་ང་ཏིགས་སེ་དེ་ཧང་སངས་སི། ག་ཅིག་ནི་ལ་བ་ཡིན་ན། དཔའ་བོ་རང་བཙན་བློ་དགའ་ཁྱེད་རང་ལུས། མཆོད་པ་ཕུལ་ཡ་དེ། ཁོ་རང་གི་ཆེད་དུ་ཕུལ་ཡོད་མ་རེད། བོད་མི་ས་ཡ་དྲུག་དང་བོད་རྒྱལ་ཁབ་རང་དབང་རང་བཙན་སླར་གསོ་ཆེད་དུ་ཕུལ་ཡོད་རེད། ང་ཚོ་ད་ལྟ་འགྲོ་ཡ་དེ་ཡིན་པ་ཡིན་ན་ཡང། དཔའ་བོ་རང་བཙན་བློ་ཁ་ཆེད་དུ་འགྲོ་གི་ཡོད་མ་རེད་ང་ཚོ་སྒེར་ཆེད་དུ་འགྲོ་གི་ཡོད་རེད། ཁ་ཤས་སྐད་ཆ་དེ་འདྲ་བཤད་ཡི་དོ། རང་བཙན་དཔའ་བོ་རང་བཙན་བློ་ཁ་ཆེད་དུ་འགྲོ་གི་ཡོད། དཔའ་བོ་རང་བཙན་བློ་ཁ་ཆེད་དུ་འགྲོ་གི་ཡོད་མ་རེད། དེ་ཁྱོད་ཚོ་ངེས་པར་དུ་ཤེས་པར་བྱ། ང་ཚོ་སུའི་ཆེད་དུ་ངོ་ལོག་བྱེད་ཀྱི་ཡོད་རེད་སུའི་ཆེད་དུ་རང་དབང་འཐབ་རྩོད་བྱེད་དགོས་རེད་གསུངས་པ་ལ། སོ་སོ་སྒེར་དང་སོ་སོ་གི་བུ་ཕྲུག་དང་སོ་སོ་གི་ནང་མི་དང་དེ་འདྲས་ཀྱི་ཆེད་དུ་ཡང་ང་ཚོ་འཐབ་རྩོད་བྱེད་ཀྱི་ཡོད་རེད། ང་ཚོ་གི་རྒྱལ་ཁབ་ཆེད་དུ་འཐབ་རྩོད་བྱེད་ཀྱི་ཡོད་རེད། དང་ད་བར་དུ་ཡང་རང་ལུས་མེ་སྲེག་བཏང་དཔའ་བོ་དཔའ་མོ་ཚང་མ་ཡོད་ས་རེད། ཁོང་ཚོ་ཚང་མ་གི་སྐུ་ལུས་རྩ་ཆེན་པོ་དེ་འདྲས་ཀྱི་བློ་གཏོང་བྱེད་དགོས་པའི་དགོས་པ་རྒྱུ་མཚན་ག་རེད། ང་ཚོ་གི་ཆེད་དུ་བློ་གཏོང་བྱེད་རེད། ང་ཚོ་གསོན་པོ་བསྡད་རྒྱུར་ང་ཚོར་བྱེད་ཐུབ། དང་ཐོག་ཁ་ཤས་ཅིག་གིས་ཡ་ལོ་ནི་ཆེན་པོ་རེད་ཤག། ཅོ་སོ་གྲང་ལགས་ཁ་ནི་ཁ་པག་པག་པག་པག་གཡུག་གུ་འདུག། ཡིན་པ་ཡིན་ན་ཡང་སྐད་ཆ་ཆུང་ཆུང་དེ་འདྲས་བཤད་དེ་ཉན་དེ་འདུག། ལོ་བཞི་ལྔ་ལ་མེད་པ་སྙོག་གླིང་ནང་ལོགས་ལ་སྐད་ཆ་བཤད་ཉེན་ཡོད་ན་མེད་ན་ཁག་ཅིག་རེད། ཚོགས་པ་ཁག་ལ་ཡང་འགན་འཁྱེར་དེ་ཉན་གྲོགས་ཅིག་ཡིན་སར་འདུག་ས་འདུག་བསམ་པ་ལ། ཡིན་པ་ཡིན་ན་ཡང་སྐད་ཆ་དེ་འདྲའི་ཆུང་ཆུང་བཤད་བ་ཡིན་ན་དྲང་པོ་བཤད་ན་དཔེ་བསམ་བློ་ཆུང་ཆུང་ག་ཞིག་སྐྱེ་བྱ་རེད། མི་ཁ་ཅིག་གིས། རྐང་བཙུགས་ནས་ང་ཚོ་གི་བཅུ་སོ་དཀྲུག་ཡ་འཆར་གཞི་ཡོད་རེད། ཁོང་ཚོ་གི་ཡ་བཅུ་སོ་དཀྲུག་ཡ་འཆར་གཞི་སྐབས་སུ་ང་ཚོ་ཁོང་ཚོ་ལ་ཡ་ཕ་མདའ་ལན་སྤྲད་ཡ་དང་ཁོང་ཚོ་གང་ལ་ཅིག་དེ་བྱེད་ཡ་འབད་བརྩོན་བྱེད་བདེ་བ་ཡིན་ན། ནི་ང་ཚོ་བཅུ་སོ་དེ་ལ་ཁུལ་གི་སྒོ་ཡ་དམིགས་ཡུལ་དུ་འགྲུབ་རེད། ད་ཁ་ཚ་མི་ཅིག་གིས་ཡ UNO བདུན་ལ་ཡ་ག་ཅིག་ནི Cultural Genocide ཁ་ཅིག་འདུག་གི་ཡོད། Cultural Genocide དེ་ཡང་ང་ཚོ་གི་དགོངས་པ་གྲྭ་ཚང་དང་དེ་འདྲས་ལབ་དགོས་ཀྱི་ཡོད་རེད། ང་ཚོ་མི་རིགས་རྩ་མེད་བཟོ་ཉེས་དེ་དགོངས་པ་གྲྭ་ཚང་རེད་དེ་འདྲས་ལ་ནི་ཁ་བདེ་བོ་བཤད་དེ་ཅིག་འདུག། ད་ང་དེ་ཚོ་བལྟས་ཟིན་ང་ཆོམ་ཁ་ལོར་ད་དེ་ཚོ་མི་དེ་ཚོ་ནི་ཆེན་པོ་རེད་ཤག་དྲང་པོ་བཤད་ན་ལོ་ནི་ཡོད fifty plus ལྔ་བཅུ་གང་ལ་རེད་ཤག་ད་དེ་འདྲས་སྐད་ཆ་བཤད་ནས་ག་རེ་ཕན་གི་རེད་ད། བྱས་ཙང་ང་ཚོ་གཞོན་སྐྱེས་ཚོ་གི་ཡང་སྙིང་སྟོབས་དང་བློ་སྟོབས་དང་དེ་འདྲས་ལ་བལྟ་དགོས་ཀྱི་ཡོད་ན། དཔའ་བོ་རང་བདེ་བློ་དགའ་འགྲོ་ཅིག་སྐོར་ད་བཤད་ཐུབ་ངེས། མིའི་སེམས་རྒྱུད་དྲང་པོ། རང་བཙན་འཐབ་རྩོད་བྱེད་ཐུབ་ངེས། གོང་ས་བཅོས་དེ་ཡང་མགོ་བརྩེགས་ལ་བཞག་ནས། དེ་མི་དེ་ཚོ་ཡང། དངོས་གནས་ཀྱི་ཡང་ང་ཚོ་བོད་མི་རིགས་ཀྱི་ཡང་ཕོ་རྒོད་དང་དཔའ་བོ་རེད། དེ་འདྲའི་ཅིག་འདི་བསམ་པ་ལ་ངེས་པར་དུ་ཡང། ལ་སུ་ནས་གླེང་བྱ་ཚང་མ་ལོ་སླ་ཡང་ཁམས་བཟང་ད་དེང་དུ་ཟིན་ན་ཡང་སྙིང་ཐུང་ཅིག་སླ་ཡང་ཟུག་གི་ཡོད་ད་དེ་རིང་སྙིང་ཐུང་དངོས་སུ་ཡང་མགོ་མ་ཚུགས་གོང་ལ་ཡང་ད་ལྟ་བར་དུ་ངེད་ཀྱི་དཔའ་བོ་རང་བཙན་བློ་དགའ་ལགས་ཡང་དུ་ཟིན་ན་ཡང་སྐུ་ལུས་མཆོད་མེ་ཕུལ་ནི་བྱས་ནི་ཡང་ནི་བོད་རྒྱལ་ཁབ་དང་བོད་མི་རིགས་དག་སྣང་ཞིག་གིས་ཡང་ང་ཚོ་མཐུན་སྒྲིལ་དང་འབྲེལ་བ་ཡོད་རེད་བརྗོད་ཀྱིན་སྙིང་ཐུང་མདུན་གྱི་བཟོས་ཡོད་ད་དེ་ནང་ལོགས་ནས་ཡང་ང་རང་གི་གལ་ཆེ་ཤོས་ཁག་གསུམ་བྱས་ཡོད་ད་དེ་ཡིས་དེ་རིང་ངེད་ཀྱི་ཨ་ཏིས་ཧའི་ལེད་ལ་འོ་ར། དང་པོ་དེ་ལ་ངས་ཏིས་ཏིས་ཞེས་ཞུ་ཐུབ་ན་བསམ་སོང། ཨ་ནས། ངེད་ཀྱི་བརྙན་ཐུང་དང་པོ་དེ་ནང་ལ་ཡང་ངེད་ཀྱི། ཨ་བཙན་བྱོལ་མི་མང་ཚང་མ་ལ་ཡང་ག་རེ་རེ་བ་ཞུ་ཡ་ལུས་བསམ་པ་ལ་ཡང། ང་ཚོ་བཙན་བྱོལ་ནང་ལ་ཡང་ཨ་ནི་འཐབ་རྩོད་ཀྱི་མགོ་བཀྲིན་མཁན། མི་རིགས་ལ་ཡང་ལ་རྒྱ་ཡོད་དུ་འཇོག་མི་རིགས་ལ་སེམས་ཤུགས་ཡོད་དུ་འཇོག་རོགས། ཨ་ནི་ཤེས་འཇོན་གཉེན་ལྡན་གྱི་ཡང་ཨ་ནི་ང་ཚོ་སྣེ་ཁྲིད་དོན་མཁན། དེ་ཚོ་ཡང། ཨ་ནི་ང་ཚོ་ལམ་དབུ་མ་ནང་ལ་ཡོད་བ་ཡིན་ན་རེད། རང་བཙན་འཐབ་རྩོད་པ་རྣམས་ལ་ཡོད་པ་ཡིན་ན་རེད་མི་དེ་ཚོ་ཡང་ང་ཚོ་གི་ཡང་ནི་གལ་ཆེན་པོ་ཅིག་དང་མི་དེ་ཚོ་ཡང་རིན་ཐང་ཆེན་པོ་ཞིག་བརྩིས་ནས་ཡང་ང་ཚོ་གི་ཁོང་རྣམས་པ་ལ་ཡང་ནི་རྒྱབ་སྐྱོར་བྱེད་དགོས་ཅིག་དེ་ནི་ཚང་མ་ལ་ཡང་དེ་གནང་རོགས་གནང་ལ་ནི་ངས་ཐུགས་རྗེ་ཆེ་རེ་ཞུ་ཡོད་ནི་ད་ལྟ་བརྙན་རྙིང་བ་དེ་གནང་རོགས་ལ་ཡང་ནི་ང་ཚོ་གི་ཡང་གལ་སྲིད་ང་ཚོ་བོད་པ་མི་གི་ཡ་སེམས་ལ་ཡ་དངོས་གནས་ཀྱི་གོང་ས་མཆོག་དེ་ཡ་སེམས་དབུས་སུ་བཞག་ནས་ཡ་ང་ཚོ་གི་ཡ་ཁོང་ཚེ་འདི་ཕྱི་གཉིས་ཀྱི་སྐྱབས་གནས་ཅིག་དང་བོད་ཁ་བ་གངས་ཅན་པ་ཡང་ན་ཡ་བོད་མི་རིགས་འདི་ལ་ཡ་ད་བཀའ་དྲིན་དངོས་གནས་ཀྱི་ཡ་དྲན་གྱི་ཡོད་བ་ཡིན་ན་བཀའ་དྲིན་ཆེན་པོ་ཅིག་བརྩི་གི་ཡོད་བ་ཡིན་ན་ཚེ་འདི་ཕྱི་གཉིས་ཀྱི་ཡ་གི་སྐྱབས་གནས་ཅིག་བརྩི་གི་ཡོད་ན་རོ་ད་ནང་བཞིན་གྱི་ཡ་སོ་སོ་གི་ཕ་མ་ལྟ་བུ་ཅིག་བརྩི་གི་ཡོད་བ་ཡིན་ན་གོང་ས་མཆོག་ལ་ཡ་བརྟན་བཞུགས་ཕུལ་བའི་སྐབས་སུ། བརྟན་བཞུགས་ག་འདྲས་ཕུལ་དགོས་རེད། གོང་ས་མཆོག་གི་ཐུགས་ལ་སྒོམ་ཡ། ཐུགས་ལ་འགོ་ཡ་བརྟན་བཞུགས་དེ་ག་རེ་རེད། དེ་ཚོ་ཚང་མ་གྱི་མགོ་དཀྲིན་མཁན་ཚོ་ཤི་གི་ཡོད་རེད་ལ་ཤི་གི་ཡོད་རེད་ཡིན་པ་ཡིན་ན་ཡང་ཞེན་ཁོག་སྐམ་པོ་ཅིག་དང་ཡང་དེ་འདྲས་རང་ཁྱིམ་ཡ་ཁོང་གོང་ས་མཆོག་ལ་ཡ་བརྟན་བཞུགས་དངོས་གནས་བཅའ་དགོས་ཡ་དེ་ད་ལྟ་བར་དུ་བཅའ་ཐུག་ཐབས་མ་སོང་ཟ། དེ་འདྲས་ཅིག་འདུག་བསམ་པ་ལ་ཡ། ད་བརྟན་བཞུགས་གྲངས་ཀ་མང་པོ་མེད་བ་བྱས་ནས་ཡ་བརྟན་བཞུགས་ཅིག་ཕུལ་བ་ཡིན་ན་ཡང་ཡ་ཆོལ་ཁ་གསུམ་གྱི་མཉམ་དུ་ཅིག་ཕུལ་ད་ཟ། ཆོལ་ཁ་གསུམ་གྱི་མཉམ་དུ་ལ་ཡར་བརྟན་བཞུགས་ཀྱི་ཕུལ་རོགས་གྱིས། ད་ནང་བཞིན་གྱི་ཡར་ཆོལ་ཁ་གསུམ་གྱི་བརྟན་བཞུགས་ཕུལ་བ་དང་མཉམ་དུ་ལ་ཡར་ད་ལྟ་བར་དུ་ཡར་གྱི་བོད་གཞུང་ནང་ལ་ཡར་ལས་བྱེད་རྒན་གྲས་མང་པོ་བྱས་པར་ཚང་མ་མཉམ་རུབ་ཀྱི་ཐོག་ནས་ཡར། ཅིག་འཛོམས་ནས་ཡར་ནི་གོང་ས་མཆོག་ལ་ཡར་ང་ཚོ་ཚང་མ་མཉམ་དུ་ཡོད་ལས་བྱོས་ར་དེ་འདྲས་ཅིག་ད་ནང་བཞིན་ཡར་ཆོས་བརྒྱུད་ཀྱི་ཐོག་ནས། ཆོས་བརྒྱུད་ཆེན་པོ་བཞི་ཡོད་ན་རེད་ལྔ་ཡོད་ན་རེད་དྲུག་ཡོད་ན་རེད། ར། ཕུལ་བ་ཡིན་ན་ཡང་ཚང་མ་མཉམ་འཛོམས་མཉམ་རུབ་ཀྱི་ཐོག་ནས་ཡར། ཀྱི་བུ་རུ་གྱིས། གོང་ས་མཆོག་ལ་དགོས་ཡག་ག་བྱེད། བརྟན་བཞུགས་འདི་རེད། ད་ལྟ་བོ་ད་གོང་ས་མཆོག་གིས་ཡ་བོད་མི་ས་ཡ་དྲུག། ཆོལ་ཁ་གསུམ། ཆོས་རྒྱུད་ཆེན་པོ་བཞི་ལྔ། གཡུང་དྲུང་བོན་ནས་བཅས་པ་ཚང་མ། སྐྱིད་ན་སྐྱིད་མྱངས་དང་སྡུག་ན་སྡུག་མྱངས་ཡིན། ད་ཆོལ་ཁ་ཐོག་ན་ཆོལ་ཁ་ཐོག་ལ་རྩེད་རྒྱག་མ་ཡོང། ཆོས་ལུགས་ཐོག་ལ་རྩེད་རྒྱག་མ་ཡོང། ང་ཚོ་ཚང་མ་ཡ། བཟོས་པ་རེད། དེ་འདྲའི་བཀའ་སློབ་དེ་འདྲའི་གནང་ཡོད་རེད་དེ་དང་དོང་དཔེ་ན་ཡང་བརྟན་བཞུགས་དུ་དཔེ་ན་ཡང་ཆུ་མཛོད་ཀྱི་ཡང་འདི་གང་འགྲོ་ཤག་གི་དོ། གྲངས་ཀ་དང་འགྲན་བསྡུར་གྱི་རྣམ་པ་དོ་ནི་ངེད་ཚོ་ཁྱེད་ཚོ་ཚང་མ་ལ་ཡང་ངོ་ཚ་ལས་ངོ་ཚ། ངེས་པར་དུ་ཡང་བོད་པ་ཅིག་ཡིན་ན། གོང་ས་མཆོག་གི་ཡང་རྗེས་སུ་འཇུག་མཁན་ཅིག་ཡིན་པ་ཡིན་ན། ྋགོང་ས་མཆོག་དེ་ཡ་ཚེ་འདི་ཕྱི་གཉིས་ཀྱི་ཡ་སྐྱབས་གནས། སྤྱིའུ་དམ་པ། བོད་མི་ས་ཡ་དྲུག་གི་ཡ། དབུ་ཁྲིད་ཀྱི་རྩིས་ཀྱི་ཡོད་ན། ཁོང་ལ་མགོ་ཡག་གི་སྟེང་ཤུལ་དུ་ཕེབས་རོགས་གྱིས། འོ་དེ་ངས་རེ་སྐུལ་ཅིག་ཞུ། ད་གནའ་ཤུལ་གྱི་ཡ་བྷི་རོ་གསུམ་པ་གཅིག་ནམ་ལོ་ལ་ངེད་ཀྱི་ཡ། ྋགོང་ས་མཆོག་གི་མ་གསོལ་རས་གནང་བྱ་བའི་དམངས་གཙོ། དེ་ཡ་ང་ཚོ་མིག་མང་ཚོགས་ཀྱི་ཡ། སྤུས་དག་པོ་གཅིག། འགན་ལེན་གྱི་མི་བ་ཅིག་དང་རིན་ཐང་སྤྲད་ཀྱི་མི་བ་ཅིག། དེ་གི་ཐོག་ནས་ངས་གི་ཡག་སྐད་ཆ་ཅིག་བཤད་ཡོད། དེ་རྣམས་ལ་ངས་དམིགས་སུ་ག་ག་རེ་བཤད་ཡོད་ལུས་འདི་བསམ་པ་ལ་ཡ། ང་ཚོ་མི་གཅིག་གི་འོས་ཤོག་དེ་ཡང་ཐོབ་ཐང་མར་དྭགས། ང་ཚོ་མི་གཅིག་གི་འོས་ཤོག་དེ་ཡ་བོད་མི་ས་ཡ་དྲུག་དང། མ་འོངས་བོད་ཀྱི་ཡ། བདེ་སྡུག། འཐབ་རྩོད། དེ་འདྲས་ཀྱི་ཡང་འགན་ཆེན་པོ་དེ་དེ་འོས་ཤུགས་དེ་རྣམས་ལ་འབྲེལ་འདོད་རེད། དེའི་འོས་ཤོག་དེ་གི་རིན་ཐང་དེ ྋགོང་ས་མཆོག་གི་ཡང་བཙན་བྱོལ་ལ་ཡང་མི་ལོ་ལྔ་བཅུ་ང་གཅིག་ལྷག་ཟིག་ཡང་དམངས་གཙོ་སྦྱོང་བརྡར་སྤྲད་ནས་ཡང། དེ་འདྲས་ཀྱི་སྐུ་ལས་བྱོན་ནས་མ་དམངས་གཙོ་ཐ་མ་དེ་ཉིས་འདུག་བཅུ་གཅིག་ལོ་ལ་ད་ང་ཚོ་གི་དངོས་གནས་ཀྱི་ཡང་མི་མང་རང་གི་འོས་འདེམས་བྱས་ཡ་ད་སྲིད་སྐྱོང་དང་ཚང་མ་འགན་ཤུགས་ཆེན་པོ་ཞིག་མ་སྤྲད་ཕུད་ཡོད་རེད་བ། ྋགོང་ས་མཆོག་སྐུ་ལས་དེ་འདྲས་བྱོན་ནས་དམངས་གཙོ་མ་བཟོ་རེད་ན། ད་གནང་བཞིན་བོད་ནང་ལོག་ལ་ཡོད་བཤད་བྱོས་ད་ང་ཚོ་ས་ཡ་དྲུག་བདུན་བརྒྱད་མང་པོ་ཞིག་ལས་ཀྱི་ཡོད་རེད་ད་དེའི་སྐོར་ག་ཚོད་ཡོད་མེད་དེ་སྐོར་ད་མཁས་པ་མི་འདུག། མང་ཚོགས་ཀྱི་ཡང་འོས་ཤོག་བླུགས་དུས་བསམ་པ་ལ། བོད་མི་ས་ཡ་དྲུག་ས་ཡ་བདུན་ས་ཡ་བརྒྱད་ག་རེ་ཡོད་དབང་བཏང་བ་ཡིན་ན་ཡང། བོད་གནམ་ལོ་བཞུགས་ཤ་འཇོག་བོད་མི་ས་ཡ་བདུན་བརྒྱད་ཀྱི་ཡང་རེ་བ། ང་ཚོ་འོས་ཤོག་གཅིག་ཕན་བདེ་གནང་རོགས་ལ། ཡོད་རེད་དཱ། དེའི་འོས་ཤོག་དེ་གིས་ང་ཚོ་གི་ཡང་སོ་སོ་སྒེར་གཅིག་གི་ཐོབ་ཐང་གཅིག་པོ་མར་བཏགས། ཁོང་རྣམ་པ་གི་སྐུ་ཚབ་བྱས་ནས་ཡང་ང་ཚོ་གི་མགོ་དེ་གའི་བསྡམས་པ་ཡིན་ན་ཡང་དེ་འདྲས་བྱས་ནས་ང་ཚོ་གི་འོས་དེ་འཕེན་གྱི་ཡོད་རེད། གལ་སྲིད་ང་ཚོ་འོས་འཕེན་པའི་སྐབས་སུ་ཡང་བོད་རྒྱལ་ཁབ་དང་བོད་མི་རིགས་དེ་ལ་བསམ་བློ་མ་བཏང་ནས་ཡང་སོ་སོ་གི་ཤོག་ཁག་ཅིག་དང་སོ་སོ་གི་ལོང་ཚན་ཅིག་དང་དེ་འདྲས་གིས་ང་ཚོ་འོས་བསྡུ་དེ་བྱས་བ་ཡིན་ན། མདོར་བསྡུས་བ་ཡིན་ན་ང་ཚོ་ཚང་མ་ཡང་གོང་ས་མཆོག་གི་བཀའ་ལ་མ་བརྩི་ཉན་གྱི་རེད། ད་ནང་བཞིན་གྱི་བོད་མི་ས་ཡ་དྲུག་ཡོད་ན་ས་ཡ་བདུན། ཁོང་རྣམ་པ་གིས་ཡང་ང་ཚོ་ལ་རེ་བ་བཅང་བཞག་རྒྱུ་དེ་ང་ཚོ་གི་ཆུ་བཟོ་བཏང་གི་ཡོད་རེད། ད་ནང་བཞིན་གྱི་གོང་ས་མཆོག་གིས་མ་གསོལ་རས་དེ་འདྲས་གནང་བཞག་རྒྱུ་དེ་རིན་ཐང་མ་ཚོར་ནས་ང་ཚོ་གི་བར་མེད་ལུང་སྦྱོར་གནང་གི་ཡོད་རེད། དེ་འདྲས་ཅིག་ཡིན་དུས་བསམ་པ་ལ་འོས་ཤོས་གཅིག་དེ་ཡང་སྒེར་གཅིག་གི་ཐོབ་ཐང་ཙམ་མ་ཡིན་པར་ཡང་བོད་མི་ས་ཡ་དྲུག་གི་ཡང་མ་འོངས་ཀྱི་བདེ་སྡུག་དང། བོད་རང་དབང་རང་བཙན་སླར་གསོ་ལ་འབྲེལ་བ་བྱ་འདོད་བསམ་པ་ལ་ཡང་ང་ཚོ་སྣེ་ཁྲིད་མཁན་དེ་ཚོ་ཡང་སྤུས་དག་པོ་ཅིག་གདམ་དགོས་ཡ་དེ་དཔེ་གལ་ཆེན་པོ་རེད། དེ་འདྲའི་སྒང་ལ་ཡང་ཉམས་ཞིབ་བྱེད་ཞོགས་ང་ཚོ་སྣེ་ཁྲིད་འདོད་མཁན་སུ་འདུག་དོ་སྣང་བྱེད་དགོས་རེད་ཅེས་སོགས་གནང་བ་ལ། དེ་འདྲ་བྱེད་ནི་ངེད་ཀྱི་རེ་བ་ཅིག་ཞུས་ཡོད། དང་གཉིས་བ་དེ་ངས་ག་རེ་ཞུ་ཡ་ཡིན་བསམ་པ་ལ་ད་ད་ལྟ་ང་ཚོ་དཔའ་བོ་རང་བཙན་བློ་དགའ་ལ་དུར་སི་ནས་ཡང་ད་ཀུན་གླེང་མཆོད་པ་ཕུལ་ནས་བྱས་ནས་ནི་ང་ཚོ་གི་ཡ་བོད་མི་མང་པོ་ཞུགས་ཅིག་ཡ་སྡུག་ས་གཅིག་སྒྲིལ་ཆགས་ཡོད་ར་སྡུག་ས་གཅིག་སྒྲིལ་ཆགས་ནི། འཚོ་བ་ནོར་བུ་ཞུ་ཆགས་འདི་ཡོད་རེད་ད་དེ་འདྲས་ཀྱི་དུས་ཚོད་ཅིག་ལ་ཡ་ད་ང་ཚོས་ཀྱི་ཡ་ལངས་ཕྱོགས་གང་ལ་མང་པོ་ཞིག་ད་ད་སྐད་ཆ་ད་གླེང་ཡོང་གི་རེད་ད་ཅིག་དབུ་མ་དང་རང་བཙན་དང་ལས་བྱོལ་བ། ད་དེ་ངས་ད་ལྟ་ནས་ཡ་ང་ཚོ་མི་མང་ཚོགས་ཀྱི་ཡ་ངེས་པར་དུ་ཡ་བསམ་བློ་བཏང་དགོས་ཀྱི་ཡོད་རེད་བསམ་གྱི་ཡོད་རེད། ག་བྱིན་ལ་བ་ཡིན་ན་དེ་ང་ཚོས་ཀྱི་ཡ་བསམ་བློ་བཏང་དགོས་ཡ་དེ་དཔེ་དམིགས་སུ་གལ་ཆེན་པོ་རེད་ད་ལྟ་ཁ་ཤས་ཀྱི་ཡང། དབུ་དབུ་མ་ལ་ང་ནི་དབུ་མ་ལ་དབུ་མ་རང་འགྲོ་ཤ་ཡིན། ག་ཅི་ལབ་བ་ཡིན་ན་དེ་གོང་ས་མཆོག་གི་མ་གསུང་བྱ་རྒྱུ་རེད། དེ་ནས་རང་ལས་དེ་ན་ང་ཚོ་འགྲིག་གི་ཡོད་རེད་ལབ་ན་འགྲིག་གི་ཡོད་མ་རེད། ང་ཚོ་ལམ་དབུ་མ་ལ་འགྲོ་དགོས་འདུག་ཡང་མིན་ན་ལམ་རང་བཙན་ལ་འགྲོ་དགོས་འདུག་འདི་ང་ཚོ་གི་གནས་སྟངས་ཀྱི་ཐོག་ནས་ཆབ་སྲིད་ཀྱི་གནས་སྟངས་ཀྱི་ཐོག་ནས་ང་ཚོ་ཐག་གཅད་དགོས་ཀྱི་ཡོད་རེད། ང་ཚོ་གི་གལ་སྲིད་དུ་ཟེར་ནས་ཡ་གོང་ས་མཆོག་གི་གསུང་སོགས་ལས་ནས་ཁ་བསྡུར་དེ་འདྲ་ཅིག་འགན་སྤྲད་བྱ་བ་ཡིན་ན་ང་ཚོ་མི་སོ་སོས་འགན་ལེན་གྱི་ཡོད་མ་རེད། ང་ཚོ་དབུ་མ་ཐོག་ལ་ཤར་ཕྱོགས་བྱེད་དགོས་ཀྱི་ཡོད་ན་ཡང། དབུ་མ་དེ་གི་ཡ། གང་ལ་ཡང་ང་ཚོ་གི་ཤེས་རྟོགས་དགོས་ཀྱི་ཡོད་རེད་རྒྱ་ནག་གཞུང་གང་ལ་ཡང་ཤེས་རྟོགས་དགོས་ཀྱི་ཡོད་རེད་ད་ལྟ་བར་དུ་ཡ་ལོ་མང་པོ་ཞུས་ཀྱི་ང་ཚོ་དབུ་མ་གང་ལ་ཕེབས་ཡོད་རེད་དེ་གི་ནང་ལོགས་ལ་ཡ་རྒྱུ་འབྲས་ག་རེ་ཐོབ་ཡོད་རེད་ག་རེ་ཐོབ་ཡོད་མ་རེད་ད་ནང་བཞིན་གི་ང་ཚོ་རང་བཙན་ཐོག་ལ་འཐབ་རྩོད་བྱས་བ་ཡིན་ན་ཡང་རང་བཙན་ཐོག་ལ་དམ་དྲག་ག་འདྲི་བྱས་ཡིན། བྱེད་ལུགས་བྱེད་སྟངས་ག་འདྲི་ཡིན། རྒྱ་ནག་གཞུང་གི་གནས་སྟངས་ག་འདྲི་རེད་འདུག། འདི་ཚང་མ་ང་ཚོ་ཏང་དང་བསམ་བློ་བཏང་དགོས་ཡ་གཅིག་རེད་མི་མང་ཚོགས་ཀྱིས་ཨོ། མི་མང་ཚོགས་ཀྱིས་ངེས་པར་དུ་བསམ་བློ་བཏང་དགོས་ཀྱི་ཡོད་རེད། ཁ་ཆེ་ན་ན་གོང་ས་མཆོག་གིས་ཡང་མ་འོངས་བོད་ཀྱི་འཐབ་རྩོད་འདི། ཁྱོད་ཚོ་གིས་འགན་གླེང་དགོས་རེད་ད། ཁྱོད་ཚོ་གིས་ཐག་བཅད་དགོས་རེད་ད། དེ་འདྲ་བྱས་ནས་ཡང་ཉིས་སྟོང་བཅུ་གཅིག་ནས་བཅས། ཆབ་སྲིད་ཀྱི་འགན་དབང་ཚང་མ་མི་མང་གིས་བཏང་པའི་སྲིད་སྲིད་སྐྱོང་ལ་ཕུལ་ཡོད་རེད་ད། དེ་འདྲས་ཀྱིས་ཕུལ་དུས་བསམ་པ་ལ་ད་ད་ལྟ་ཡིན་པ་ཡིན་ན་ཡང། དེ་ཚོ་གང་བསམ་བློ་བཏང་དགོས་ཀྱི་ཡོད་རེད་ད། མང་ཚོགས་ཀྱིས། གོང་ས་ཅུང་ཡིན་པ་ཡིན་ནའི་མ་འོངས་བོད་ཀྱི་འཐབ་རྩོད་ལངས་ཕྱོགས་ག་རེ་འགྱུར་བ་འགྲོ་གི་ཡོད་བ་ཡིན་ནའི་དེ་མི་མང་ཚོགས་ཀྱིས་ཐག་བཅད་དགོས་ཀྱི་ཡོད་རེད། མི་མང་ཚོགས་བདམས་པའི་དབུ་ཁྲིད་ཚོ་དང་སྤྱི་མཐུན་ར་བ་ནང་ཐག་བཅད་དགོས་ཀྱི་ཡོད་རེད། གསུངས་ཡོད་རེད་ད་དེ་ཚང་མ། ང་ཚོ་གི་ཡ་ལང་དབུ་མ་ལས་དེ་ང་ཚོ་གི་གར་སླེབས་བསམ་པ་ལ་ཡ། དད་སེམས་བྱེད་ས་མ་རེད་ད་དད་པ་བྱེད་ས་ཡོད་མ་རེད་ད། ཁ་ཞེ་ནོར་གི་འདུག་ཨ། ལང་དབུ་མ་དེ་གར་རེ་སླེབས་བསམ་པ་ལ་ཡ། གོང་ས་མཆོག་གིས། སྐབས་དང་དུས་ལ་བབ་པའི་གི་ནི། ལངས་ཕྱོགས་ཀྱི་སེམས་ནི། ལ་དབུགས་མ་དེ་གང་ལ་འགྲོ་བ་ཡིན་ན་ད་ད་ནངས་འཛམ་བུ་གླིང་སྤྱི་ཡོངས་ནས་ཡིན་པ་ཡིན་ན་རེད་བོད་ནང་ལུང་ལ་གནས་སྟངས་ཐོག་ནས་ཡིན་པ་ཡིན་ན་རེད་ལམ་དེ་འཚམས་ཤོས་རེད་ཤག། དེ་འདྲས་ཅིག་ལ་ཡག་ཐག་བཅད་རྒྱུ་རེད། རང་བཙན་མ་གོ་ནས་ང་ཚོ་བོད་མི་ས་ཡ་དྲུག་ནང་སུ་རྐང་གཅིག་ཡོད་མ་རེད་གོང་ས་མཆོག་ཡིན་པ་ཡིན་ན་ཡང་རང་བཙན་འདོད་གི་ཡོད་རེད། བོད་པ་ཚང་བོད་མི་ཚང་མ་དང་རང་བཙན་མང་དོ་གཉིས་གོ་ཡོད་རོ། དེ་འདྲའི་ཅིག་འདུག་བསམ་པོ་ལ། ཡིན་པ་ཡིན་ན་ཡང་སྐབས་དང་དུས་ཅིག་ལ་ཡང་ནི་གོང་ས་ཆོས་ཀྱིས་ལམ་དབུ་མ་དེ་ཐུགས་སུ་བྱས་ནས་ནི་ཇི་གནང་གི་ཡང་དེ་བས་ན་ཡང་ག་འདྲའི་ཐག་གཅིག་གཅོད་ལུས་བསམ་པ་ལ། ནི་གོང་ས་ཆོས་ཀྱིས་ཡང་ནི་དབུ་མ་དེ་ཐུགས་སུ་བྱས་ནས་ཡིན་མ་གསལ་དྲག་ཅིག་གནང་ནི་དེ་རྗེས་ལ་ཡང་སྤྱི་དོན་ར་བ་དང་ནང་ལོག་ནི་ཡང་ནི་ཐག་བཅད། ནི་མང་ཚོགས་ཀྱི་ཐག་བཅད་ནི་དེ་གཏན་ལ་ཁེལ་པ་ཅིག་རེད། ད་ད་ལྟ་འགྱུར་བ་འགྲོ་གི་རེད་འགྲོ་གི་མ་རེད་ལས་དེ་ཚོ་ང་ཚོ་གི་ཡང་སེམས་ཁྲལ་བྱེད་དགོས་ཡ་མ་རེད་ཡིན་པ་ནི་ང་ཚོ་གི་དོ་སྣང་བྱེད་དགོས་ཀྱི་ཡོད་རེད་ང་ཚོ་གི་ལངས་ཕྱོགས་འགྱུར་བ་འགྲོ་མ་འགྲོ་ལས་དེ་ག་བ་ལ་ཐུག་འདོད་རེད་བསམ་པ་ལ་རྒྱ་ནག་གི་གནས་སྟངས་དང་འབྲེལ་བ་ཆགས་བསྡད་ཡོད་རེད། རྒྱ་ནག་གི་ང་ཚོ་ལ་ཡ་ཚུར Reaction ག་འདྲས་བྱེད་ཀྱི་འདུག་རྒྱ་ནག་གི་ང་ཚོ་གི་ལམ་དབུ་མ་གི་ཐོག་འགྲོ་བ་ཡིན་ན་ཡང་དོ་བ་ཟེར་གྱི་ཀ་ཅིག་འབྲས་བུ་ཅིག་སྨིན་ས་རེད་སྨིན་ས་མ་རེད། གི་གོ་སྐབས་ཐོང་གི་འདུག་ཐོང་གི་མི་འདུག་ར། དེ་མེད་བ་ཡིན་ན་རང་བཙན་རང་གི་ཐོག་ནས་ཡང། མི་མང་ཚང་མ་ཡང་མཉམ་རོགས་ཐོག་ནས་ཡང་ལས་འགུལ་སྤེལ། ར་རྒྱ་ནག་ལ་གནོན་ཤུགས་སྤྲད་ན་ཡག་ས་རེད་ག་འདྲ་བྱས་ན་ཡག་ས་རེད། མདོར་བསྡུས་ན། ལམ་དབུ་མ་དང་རང་བཙན་གཉིས་ཀ་ལ་གོ་སྐབས་ཡོད་བ་དེ་རྒྱ་ནག་གཞུང་དམར་ཤོག་གཞུང་དེ་འབྱོར་བ་འགྲོ་དགོས་ཀྱི་ཡོད་རེད། དེ་འབྱོར་བ་འགྲོ་ཡ་གོ་སྐབས་དེ་ག་རེ་ལུས་ཚང་མ་ལ་རྒྱ་ནག་གཞུང་ལ་གནོན་ཤུགས་སྤྲད་དགོས་ཀྱི་ཡོད་རེད། འོང་དེ་འདྲའི་བྱིངས་དུ་བསམ་པ་ལ་མི་མང་ཚོགས་ཀྱིས་ངེས་པར་དུ་ཡང་ད་ལྟ་བསམ་བློ་བཏང་ཡང་དུས་ཚོད་རླབས་ཆགས་བསམ་གྱི་འདུག་ར་བ། འོང་དེ་འདྲའི་བྱིངས་དུ་བསམ་པ་ལ་ནི་ཁྱེད་རྣམ་པ་གིས་པས་ན་བསམ་བློ་བཏང་དགོས་ཀྱི་ཡོད་རེད་ཞུས་ན། གཙོ་བོ་དེ་ང་ག་རེ་ཞུ་ཉེན་འགྲོ་སྲིད་ལོས་བསམ་པ་ལ་ད་ལྟ་ངེད་ཀྱིས་བརྙན་དང་བརྒྱུད་ལམ་མང་པོ་ཞུ་བྱེད་ནི་ཡང། ཁ་ཤས་ཀྱིས་ཡང་ང་ངོ་ལོག་རྒས་ཡ་དེས། ད་ལྟ་ཅིག་ད་ང་ཚོ་ལས་འགུལ་གཞི་ཆགས་ཆེན་པོ་ཅིག་སྤེལ་བསྡད་ཀྱི་ཡོད། ནས་ཅིག་སྤྱོད་ཚོགས་དྲ་ལམ་ཁག་ལ་ཡང་ཏིག་ནམ་རྒྱུན་ནས་དོན་འདི་གཉིས་ཁ་ཅིག་གིས་ཡ། དཔའ་བོ་རང་བཙན་བློ་དགའ་རང་གི་ཆེད་དུ་འགྲོ་གི་ཡོད་ལས་བྱོས་ར་འོ་འོན་ཏེ་ལ་དེ་གཉིས་ཁ་ཅིག་དང་ང་ཏིག་སྟེ་ཧང་སངས། ག་ཅིག་ནི་ལ་བ་ཡིན་ན། དཔའ་བོ་རང་བཙན་བློ་དགའ་གིས་རང་ལུས། མཆོད་པ་ཕུལ་ཡ་དེ། ཁོ་རང་གི་ཆེད་དུ་ཕུལ་ཡོད་མ་རེད། བོད་མི་ས་ཡ་དྲུག་དང་བོད་རྒྱལ་ཁབ་རང་དབང་རང་བཙན་སླར་གསོ་བྱེད་དུ་ཕུལ་ཡོད་རེད། ང་ཚོ་ད་ལྟ་འགྲོ་ཡ་དེ་ཡིན་པ་ཡིན་ན་ཡང། དཔའ་བོ་རང་བཙན་བློ་ཁ་ཆེད་དུ་འགྲོ་གི་ཡོད་མ་རེད་ང་ཚོ་སྒེར་ཆེད་དུ་འགྲོ་གི་ཡོད་རེད། ཁ་ཤས་སྐད་ཆ་དེ་འདྲ་བཤད་ཡི་དོ། རང་བཙན་དཔའ་བོ་རང་བཙན་བློ་ཁ་ཆེད་དུ་འགྲོ་གི་ཡོད། དཔའ་བོ་རང་བཙན་བློ་ཁ་ཆེད་དུ་འགྲོ་གི་ཡོད་མ་རེད། དེ་ཁྱོད་ཚོ་ངེས་པར་དུ་ཤེས་པར་བྱ། ང་ཚོ་སུའི་ཆེད་དུ་ངོ་ལོག་བྱེད་ཀྱི་ཡོད་རེད་སུའི་ཆེད་དུ་རང་དབང་འཐབ་རྩོད་བྱེད་ཀྱི་ཡོད་རེད་གསུངས་པ་ལ། སོ་སོ་སྒེར་དང་སོ་སོ་གི་བུ་ཕྲུག་དང་སོ་སོ་གི་ནང་མི་དང་དེ་འདྲས་ཀྱི་ཆེད་དུ་ཡང་ང་ཚོ་འཐབ་རྩོད་བྱེད་ཀྱི་ཡོད་རེད། ང་ཚོ་གི་རྒྱལ་ཁབ་ཆེད་དུ་འཐབ་རྩོད་བྱེད་ཀྱི་ཡོད་རེད། དང་ད་བར་དུ་ཡང་རང་ལུས་མི་སེར་དང་དཔའ་བོ་དཔའ་མོ་ཚང་མ་ཡོད་ས་རེད། ཁོང་ཚོ་ཚང་མ་གི་སྐུ་ལུས་རྩ་ཆེན་པོ་དེ་འདྲས་ཀྱི་བློ་གཏོང་བྱེད་དགོས་པའི་དགོས་པ་འབྱུང་ཚེ་ག་རེ། ང་ཚོ་གི་ཆེད་དུ་བློ་གཏོང་བྱེད་རེད། ང་ཚོ་གསོན་པོ་བསྡད་རྒྱུར་ང་ཚོར་བྱེད་ཐུབ། དང་ཐོག་ཁ་ཤས་ཅིག་གིས་ཡ་ལོ་ནི་ཆེན་པོ་རེད་ཤག་ཅོ་སོ་དྲང་ལགས་ཁ་ནི་ཁ་པག་པག་པག་པག་གཡུག་གི་འདུག་ཡིན་པ་ཡིན་ན་ཡང་སྐད་ཆ་ཆུང་ཆུང་དེ་འདྲས་བཤད་དེ་ཉན་དེ་འདུག་ཨ། ལོ་བཞི་ལྔ་ལ་མེད་པ་སྙོག་གླིང་ནང་ལོག་ལ་སྐད་ཆ་བཤད་ཉེན་ཡོད་ན་མེད་ན་ཁག་ཅིག་རེད། ཚོགས་པ་ཁག་ལ་ཡང་འགན་འཁྱེར་དེ་ཉན་གྲོགས་ཅིག་ཡིན་སར་འདུག་ས་དུས་བསམ་པ་ལ། ཡིན་པ་ཡིན་ན་ཡང་སྐད་ཆ་དེ་འདྲས་ཆུང་ཆུང་བཤད་བ་ཡིན་ན་དྲང་པོ་བཤད་ན་དཔེ་བསམ་བློ་ཆུང་ཆུང་བ་ཞིག་སྐད་ཆ་རེད། ང་ཚོ་ཏང་དང་བོད་མི་ཚང་མ་ཡང་ཕྱོགས་ཡོངས་ནས་ལངས་ནས་ངོ་ལོག་རྒྱག་ཡ་དེ། རྒྱ་ནག་གཞུང་ལ་ངོ་ལོག་རྒྱག་ཡ་དེ་ཡང། ང་ཚོ་སོ་སོ་གིས་མ་འོངས་ཀྱི་བདེ་སྡུག་དང་སོ་སོ་གི་བུ་ཕྲུག་དང་སོ་སོ་གི་ཐོབ་ཐང་བརྩོན་ལེན་བྱེད་དགོས་པ་རེད་མ་གཏོགས་དཔའ་བོ་རང་བཙན་བློ་ཁ་བྱེད་དུ་ང་ཚོ་བྱེད་ཀྱི་ཡོད་མ་རེད་ད། དཔའ་བོ་རང་བཙན་བློ་ཁ་གིས་ཡང་རང་ལུས་མེ་ལ་བསྲེགས་ཡ་དེ་དཔེར་ན་ཡིན་པ་ཡིན་ན་ཡང། དེ་ཁོང་གིས་སྒེར་གྱི་ཆེད་དུ་ཡང། ཅིག་ཟ་ཡ་མ་རག་འཐུང་ཡ་མ་རག་དེ་རིང་བྱེད་དུ་བྱས་མེད་བོད་མི་རིགས་དང་བོད་རྒྱལ་ཁབ་བྱེད་དུ་བྱས་ཡིན། ཁ་སྐྱིན་གཙང་མ་གཙང་ཆ་བཞག་ཡོད་རེད་ཡིན་པ་ཡིན་ན་ཁ་ཅིག་གིས་ཡང་དང་དང་སྐད་ཆ་འདྲ་མ་འདྲ་བཤད་དུ་ཡི་དོ། དཔའ་བོ་རང་བཙན་བློ་ཁ་ཆེད་དུ་འགྲོ་གི་ཡོད། སོ་སོ་ཆེད་དུ་འགྲོ་གི་ཡོད་བ་ཧ་གོ་དགོས་ཀྱི་ཡོད་རེད། སོ་སོ་མི་རིགས་འདི་ཡི་ཆེད་དུ་བྱེད་ཀྱི་ཡོད་བ་ཧ་གོ་དགོས་ཡོད་རེད་གཞི་ནི་ང་ཚོ་མགོ་ཚུད་ཡོད་རེད་སྐད་ཆ་འདི་ཚོ། དེ་གཅིག་བྱས། ད་ནང་བཞིན་གྱི་ཡ།

Cultural Genocide། ཁ་ཅིག་འདོན་གྱི་ཡོད། Cultural Genocide། དེ་ཡང་ང་ཚོ་གི་དགོངས་པ་གྲྭ་ཚང་དང་དེ་འདྲས་ལབ་དགོས་ཀྱི་ཡོད་རེད། ང་ཚོ་མི་རིགས་རྩ་མེད་བཟོ་ཉེས་དེ་དགོངས་པ་གྲྭ་ཚང་རེད་དེ་འདྲས་ལ་ནི་ཁ་བདེ་བོ་བཤད་དེ་ཅིག་འདུག། ད་ང་དེ་ཚོ་བལྟས་ཟིན་ང་ཆོམ་ཁ་ལོར་ད་དེ་ཚོ་མི་དེ་ཚོ་ནི་ཆེན་པོ་རེད་ཤག་དྲང་པོ་བཤད་ན་ལོ་ནི་ཡོད fifty plus ལྔ་བཅུ་གང་ལ་རེད་ཤག་ད་དེ་འདྲས་སྐད་ཆ་བཤད་ནས་ག་རེ་ཕན་གྱི་རེད་ད།

ང་ཚོ་གི་སེམས་ལ་ཡང་དུས་ནམ་ཡང་ཡང་ཁོང་རྣམ་པ་ཡང་ཅིག་མི་རིགས་ཅིག་གི་ཡང་མི་རིགས་ཅིག་རྩ་མེད་བཏང་ཡང་དང་དེ་འདྲའི་གི་ཡང་ངོ་འཛིན་དུས་ནམ་ཡང་ང་ཚོ་གི་བྱེད་ཀྱི་མེད། མདོར་དུད་ན་ང་ཚོ་ལོ་ཕྱེད་མ་མང་པོ་བཞུད་ཅིག་གི་ཡང་དགོན་སྡེ་ཁག་དང་གྲྭ་བ་བླ་མ་དང་གི་བླ་མ་བླ་ཆེན་ཁག་རྣམ་པ་ཡང་ཚེ་འདི་ཕྱི་གཉིས་ཀྱི་སྐྱབས་གནས་མཐའ་ན་ཡང་སོ་སོའི་ཤི་བའི་དུས་སོ་ཅིག་བླང་འོང་དུ་བསམ་པ་ཡིན་ན་ཡང་སོ་སོ་གི་ཡང་སྔོན་དབང་མོ་ལམ་གདོན་ས་ཅིག་དེ་འདྲའི་ཅིག་ལ་ང་ཚོ་གིས་ཡང་བརྩི་གི་ཡོད་མ་གཏོགས་ཡང་ཁོང་རྣམ་པ་གིས་ཡང་མི་རིགས་རྩ་མེད་བཟོས་རེད་སྐུད་པས་ག་རེ་བྱེད་གི་ལུས་བསམ་པ་ལ་ཡང་གྲྭ་བ་བླ་མ་ལ་ཡང་རིགས་འཕེལ་རྒྱས་བཏང་ཡི་ཡོད་མ་རེད་ཁོང་ཚོ་ཆང་ས་འཇུ་གི་མ་རེད་གཅིག་བྱེད་གི་མ་རེད་གཉིས་བྱེད་གི་མ་རེད་ད་དེ་ཚོ་སྐད་ཆ་དེ་ཚོ་ལྟ་བུ་སྤུ་བོ་ཆུང་ཆུང་གིས་བཤད་ཡ་སྤུ་བོ་ཆུང་ཆུང་རྩེད་མོ་རྩེད་དུས་བསམ་པ་ལ་བཤད་ཡ་དྲིས་འགྲོ་བས་དམ་དག་གཅིག་བྱས་ན་ཁོ་རང་གིས་རྒྱུ་མཚན་ཆེན་པོ་ཞུ་གི་ཡོད་བསམ་གི་ཡོད་རེད། ང་ཚོ་ལ་ཡང་དམ་དག་དཔའ་བོ་གང་ནས་སྐད་ཆ་བཤད་བ་ཡིན་ན་རེད། སྙིང་སྟོབས་གང་ནས་སྐད་ཆ་བཤད་བ་ཡིན་ན་རེད་བློ་སྟོབས་གང་ནས་སྐད་ཆ་བཤད་བ་ཡིན་ན་རེད། སེམས་རྒྱ་ཆེན་པོ་བློ་རྒྱ་ཆེན་པོ་གང་ནས་སྐད་ཆ་བཤད་པ་ཡིན་ན་རེད་ང་ཚོ་མིག་དཔེ་བལྟ་ས་ད་ལྟ་ཉེ་ཆར་རང་དཔའ་བོ་རང་བཙན་བློ་ཁ་འགྲོ་རྗེས་དེ་འདྲས་ཀྱི་སྐྱིད་པོ་དམ་པ་དེ་འདྲས་ཀྱི་ཡང་ཕོ་རབ་ཕོ་གོག་དཔའ་བོ་དེ་འདྲས་ཀྱི་ཡང་མིག་དཔེ་བལྟ་ས་བཟང་པོ་ཡོད་རེད་ད་བྱས་ཙང་ང་ཚོ་གཞོན་སྐྱེས་ཚོ་གི་ཡང་སྙིང་སྟོབས་དང་བློ་སྟོབས་དང་དེ་འདྲས་ལ་བལྟ་དགོས་ཀྱི་ཡོད་ན་དཔའ་བོ་རང་བཙན་བློ་ཁ་འགྲོ་རྗེས་སྐོར་ད་བཤད་ཐུབ་ཉེན། མིའི་སེམས་རྒྱུད་དྲང་པོ། རང་བཙན་འཐབ་རྩོད་བྱེད་ཐུབ་ངེས། གོང་ས་མཆོག་དེ་ཡང་མགོ་བརྩེགས་ལ་བཞག་ནས། དེ་མི་དེ་ཚོ་ཡང། དངོས་གནས་ཀྱི་ཡང་ང་ཚོ་བོད་མི་རིགས་ཀྱི་ཡང་ཕོ་བོ་དང་དཔའ་བོ་རེད། དེ་འདྲའི་ཅིག་འདི་བསམ་པ་ལ་ངེས་པར་དུ་ཡང་ང་ཚོ་གསང་བ་བཏང་དགོས་རེད་བཞོན་ལབ་སོ་ནི་ཐུགས་རྗེ་ཆེ།